དེ་དེ་ཚོ་ཚང་མ་ཐང་ག་རེད་ཐང་ག་དེ printed རེད printed canvas དེ་འདྲའི་ཧང་སང་ཡི་རྒྱུ་ཆ་ཡག་པོ་ཡོད་རེད་དེ་ཕྱི་ལོ་ནས་ལེའོ་རེད་ནས་རྒྱུ་ཆ་དཔེ་ཡག་པོ་ཡོད་རེད་བལ་པེ་པར་དེ་ཚོ་ག་རེ་གོ་ན་ཡང་དེ་མ་འདྲ་བ་མ་འདྲ་བ་ཡོད་རེད་དེ་ཚོ་དེ་ང་ཚོ་དཔེ་སྟོན་ཡག་གི་ཆེད་དུ་དེ་མ་འདྲ་བ་མ་འདྲ་བ་ཆུང་ཆུང་ཆུང་ཆུང་དེ་རེ་ཁྱེར་ནས་བྱར་བཞག་ཡོད་རེད་ཨ་ནི size སོ་སོ་ག་ཚོད་ཆེན་པོ་བཟོས་ཟེར་རེད་དེ་ཡ་ཐོ་ག་ལ་བྱར་ཡ་ཡིན་ན་དཀྱིལ་འཁོར་ཡོད་རེད་བཀྲ་ཤིས་རྟགས་བརྒྱད་དང་དྲུག་དང་དེ་ཚོ་མང་པོ་ཡོད་རེད་དེ་ད་ག་ཚོད་ཆེན་པོ་བཟོས་ན་ཡང་སོ་སོ Customise བྱེད་ཡ་ཡོད་རེད་ཨ་ནི་སོ་སོ་ལག་པ་ཡིས་བྲིས་རྒྱུ་རོ་ཡོད་ར་གཙང་མ་གཙང་རྐྱང་ཡོད་རེད་དེ་བྲིས་བྲིས་ལ་དེ་ཚོ་ཚང་མ་གཙང་མ་ཡོད་རེད་ཡིག་གཟུགས་དགོས་ན་ཡིག་གཟུགས་ཨ་ནི་ལོ་གསར་གྱི་བརྙན་པ་ཡོད་བཀྲ་ཤིས་རྟགས་བརྒྱད་དང་ནི་མཐུན་པ་པོ་ཡིན་ཞེས་བརྗོད་འགྲོ་དེ་འདྲའི་ཁོ་ན་ཡོད་རེད།

དེ་ནས་དེ་རིང་ག་ཅིའི་བརྙན་ཐུང་འདི་དག་རང་ཡིན་མཐོང་ཐུབ་མ་ཐུབ་མེད་ནི་ཚང་མ་གི་ནི་གལ་སྲིད་ཁྱེད་རང་གསར་བ་ཡིན་སོང་ན subscribe བྱེད་རོགས་གནང་ནི་གནང་བ་འགྲོ་ན་ཡང་མ་འགྲོ་ན་ཡང like བྱེད་རོགས་གྱིས་ནི comment བྱེད་རོགས་གྱིས་ཁྱེད་རང་ཚོ་ཐང་ག་དེ་ཚོ་གོ་གི་ཡོད་ན་ནི contact number བཤར་ཤོག་ཡོང་འདི་ལ་འབྲེལ་བ་བྱེད་རོགས་གྱིས་ལན་ཐང་ག་གཅིག་པོ་མ་ཡིན་པ་བལ་པེཔར་དང་རྒྱང་གླ་ཆའི་རི་མོ་སྣ་ཚོགས་ཡོད་རེད་དེ་ཕྱི་ལོགས་ལ་འདི་འདྲའི་རི་ཤ་ཉི་མ་ཡོད་ཚོ་བཤར་ཏེ་བཞག་ནི་ད་འདི་དེ།